གྲང་རེག་སྦྱིན་བྱ་ཡུན་རིང་དུ་གནས་པ་མེད་དེ་མེ་ཏོག་ཆེན་པོའི་ཆར་པ་ནོན་པས་ཞེས་རྟགས་བཀོད་ཡོང་དུས། རྟགས་དེའི་དངུལ་གྱི་འབྲུ་བཞི་ཆུ་བོ་ལོག་ཞུགས་གྲང་རེག་སྦྱིན་བྱ་སུ་གནས་པ་དེ་ཡི་འགའ་བདག། རེ་བ། ནི་མེ་ཏོག་ཆེན་པོའི་ཆར་པ་ནོན་པ་དེ་སྣང་དུ་རུང་བ་དེ། འབྲུ་ནི་མགོ་བར་སེ་ལབ་དུས་མེ་ཏོག་ཆེན་པོའི་ཆར་པ་ནོན་པ་དེ་ཚུལ་ཡིན་པའམ་ཡོད་པ་རྟགས་སུ་བཀོད་ནི། ཡོད་པ་རྟགས་སུ་བཀོད་ནི། ནི། གྲང་རེག་འགོག་གི་ཡོད་རེ་བ་དེ་འདྲ་ཡིན་ཙང་འབྲུ་ནི་མགོ་བར་ལ། འབྲས་ཡུལ་ལ་ངོ་བོ་རྒྱུ་འབྲས་གསུམ་དུ་ངེས་པ་བཞིན་དུ། འགའ་བདག་ཡང་མགུ་ནུས་ངོ་བོ་རྒྱུ་འབྲས་ཀྱི་འགའ་བདག་གསུམ་དུ་ངེས་ལ། རེ་བ་འགའ་བཞིའི་ཆུ་དེ་འགའ་བའི་བདག་པོ་ལ་ཡང། ཁོ་རང་མགུ་ནུས་ཀྱི་ངོ་བོའི་འགའ་བདག། རྒྱུ་ཡི་འགའ་བདག། འབྲས་བུའི་འགའ་བདག་གསུམ་དུ་ངེས་པ་རེད། ངེས་ལ། ངོ་བོ་ལ་རང་དང་ཁྱབ་ཆེ་ཤོས་མེད་པ་ཆ་མཉམ་པའི་འགའ་བདག་དང། ཁྱབ་ཆེ་བའི་འགའ་བདག་གཉིས་སུ་ངེས་ལ། དང་པོ་ལ། རང་གི་འགའ་བདག་དངོས་དང་འགའ་བདེའི་འབྲས་བུ་རྟགས་སུ་བཀོད་པ་གཉིས་སུ་ངེས་པས།

མེ་མེད་མཚན་མོའི་རྒྱ་མཚོ་ཁ་འདུག་ཟེར་ལ། མེ་ཏོག་ཆེན་པོའི་ཆར་བ་ནོན་པའི་ཤར་གྱི་གཤིས་ཆོས་ཅན། གྲང་རེག་རྒྱུན་འཇགས་ཡིད་རིང་དུ་གནས་པ་མེད་དེ། མེ་ཏོག་ཆེན་པོའི་ཆར་བ་ནོན་པའི་ཞེས་ཚིག་བཀོད་པ་ཡིན་ན། དགག་གཞིའི་ཆོས་སུ་བཏགས་པའི་དོན་གྲང་རེག་རྒྱུན་འཇགས་ཡིད་རིང་དུ་གནས་པ་དེས་འགའ་ལྟ་ངུའི། མེ་ཏོག་ཆེན་པོའི་ཆར་བ་ནོན་པ་ཁོ་རང་རྟགས་སུ་བཀོད་པ་ཡིན་ཙང་རང་བཞིན་འགའ་མི་རེད། རང་བཞིན་འགའ་མི་དང་བཅས། རང་བཞིན་དང་འགའ་བའི་རང་བཞིན་མེད་པའི་རྟགས་ཡང་དག་སེའོ་དེ་རེད། ད་འགའ་དེའི་འབྲས་བུ་རྟགས་སུ་བཀོད་ཡོང་དུས་གོང་ལ། མེ་ཏོག་ཆེན་པོའི་ཆར་བ་ནོན་པའི་གཤིས་ཆོས་ཅན་མ་རེད། ཨ་ནི། ད་འགའི། འགའ་ལྟ་དངོས་དེ་ལ་མེད་དོ་ཆེན་པོའི་ཆ་བ་འདོན་པ་རྟགས་སུ་བཀོད་པ་ཡིན་ཙང་འགའ་དེའི་འབྲས་བུ་རྟགས་སུ་བཀོད་ཡོང་དུས་དོ་བ་དྲག་ཏུ་ཞི་བའི་ཆ་བ་འདོན་པ་རྟགས་སུ་བཀོད་དགོས་ཡ་རེད་ཨ་ནི་དོ་བ་དྲག་ཏུ་ཞི་བའི་ཆ་བ་འདོན་པའི་ཤ་ཇི་ཞེས་ཆོས་ཅན། གྲང་རེག་ཅིང་ཀྱང་ཡིད་རིང་དུ་གནས་པ་མེད་དེ་ཨ་ནི་དོ་བ་དྲག་ཏུ་ཞི་བའི་ཆ་བ་འདོན་པས་ཞེས་བཀོད་དུས་འགའ་དེའི་འབྲས་བུ་རྟགས་སུ་བཀོད་པ་དེ་རེད་དེ་ལ་ཡང་རྒྱུའི་འགའ་ལྟ། འགའ་འབྲས་མེད་པ་ཟེར་བ་རེད་དེ་བཤད་དུས་རང་བཞིན་དང་འགའ་བའི་འབྲས་བུ་མེད་པ་ཟེར་གོ་གོ་དོ། འགའ་འབྲས་མེད་པ་གཉིས་དང་ཕྱེད། ད་གཉིས་པ་ནི་ཁྱབ་བྱེད་འགའ་མེད་སོགས་སུ་ལབ་དུས། ཁྱབ་ཆེ་བའི་འགའ་ལྟ།

དག་གསུམ་བྱེད། ད་དེ་འོ་དེ་ལ་རྒྱུའི་འགའ་དག་ལ་ཡང། ངོ་བོའི་འགའ་དག་དེ་འགྲོ་ཚར་བར་བྱེད། ད་རྒྱུའི་འགའ་དག་ལ་ཡང། དགག་བྱ་འགོག་ནུས་ནི་རྒྱུའི་འགའ་དག་དངོས་དང། དགག་བྱ་འགོག་ནུས་ནི་གྲང་རེག་གི་གྲང་འགྲིག་གི་རྒྱུ། རྒྱུ་ཡི་གྲང་འགྲིག་གི་རྒྱུ་གྲང་རེག་སྟོབས་ཆེན་པོ་དེ་ཡི་འགའ་དག་དངོས་ནི་མེ་ཏོག་ཆེན་པོའི་བྱ་བ་ནོན་པ་རྟགས་སུ་བཀོད་ཡོང་དུས་གོང་ལ་ག་འདྲས་བཀོད་དགོས་པ་རེད་ལགས་ན། ནི་མེ་ཏོག་ཆེན་པོའི་བྱ་བ་ནོན་པའི་ཞེས་ཆོས་ཅན། གྲང་འབྲས་སྤུ་ལོང་ཞིག་སྦྱིན་འཇགས་སུ་གནས་པ་མེད་དེ་མེ་ཏོག་ཆེན་པོའི་བྱ་བ་ནོན་པའི་ཞེས་རེད་ལ་དུས་རྒྱུན་འགའ་མི་བྱེད།

དགའ་བཞིའི་ཆོས་ཀྱི་འབྲས་བུའི་དགའ་བདག་ལ་སྲིད་དང་རྒྱུའི་དགའ་བདག་ལ་གཉིས་བྱེད། འབྲས་བུའི་དགའ་བདག་ལ་འབྲས་བུ་ཡིན་ཙམ་གྱི་དགའ་བདེ་འགོག་མི་ནུས་ཤིང། དངོས་འབྲས་ཀྱི་དགའ་བདག་དགོས་པས་འབྲས་བུ་འགའ་མི་གཅིག་ཟེར་ལབ་དུས་དེ་ལ་ཡང་འབྲས་བུ་ཡིན་པ་ཙམ་གྱིས་འགོག་ནུས་གི་མ་རེད་དཔེར་ན། ད་ལྟ་འདི་གི། འདུག་ཟེར་ལ་རེ་བ། འབྲས་བུ་འགའ་མི་གཅིག་ཟེར་དུས་མེ་ཏོག་ཆེན་པོའི་ཆར་བ་ནོན་པའི་གཞི་ཆོས་ཅན། ཨ་ནི་དེ་ལ་ཡང། འབྲས་བུ་ཡིན་པ་ཙམ་གྱིས་འགོག་ནུས་གི་མ་རེད་གྲང་རེག་གི་འབྲས་བུ་ཡིན་པ་ཙམ་གྱིས་འགོག་ནུས་གི་མ་རེད་འོ་ན་གྲང་རེག་གི་དངོས་འབྲས་འགོག་གི་རེད་ཟེར་ལབ་དུས་གང་ལ། ཨ་ནི། གྲང་རེག་གི་དངོས་རྒྱུ་ནུས་པ་ཐོག་མའི་མེད་དེ། རེ་བ། གྲང་རེག་ཏོག་ཆེན་པོ་དེ་གིས་གྲང་རེག་རྒྱུ་ཆ་གནས་པ་དེའི་དངོས་རྒྱུ་ནུས་པ་ཐོག་མའི་མེད་དེ། ཨ་ནི་མེ་ཏོག་ཆེན་པོའི་བྱ་བ་ནོན་པའི་ཤེས་རབ་སྲིད་ལ་ནི་བཀོད་པ་ཡིན་ན། ཨ་ནི། འབྲས་བུ་འགའ་མི་གཅིག། རེ་བ། གྲང་རེག་སྟོབས་ཆེན་པོ་དེ་དངོས་རྒྱུ་ནུས་པ་ཐོག་མའི་མེད་དེ་སྲིད་ལ་བསྡུས་གོང་ལ་དངོས་རྒྱུ་ནུས་པ་ཐོག་མའི་དེའི་འབྲས་བུ་གྲང་རེག་སྟོབས་ཆེན་པོ་དེ་གྲང་རེག་རྒྱུན་ཆགས་སུ་གནས་པ་དེའི་བྱེད། དེའི། འགའ་བ་དེ་དང་འགའ་བ་ལ་མེ་ཏོག་ཆེན་པོའི་བྱ་བ་ནོན་པ་རྟགས་སུ་བཀོད་པ་ཡིན་ཙང་ཨ་ནི་འབྲས་བུ་འགའ་མི་གཅིག་སྟེ། དེ་ལྟ་ན་འགའ་དམིགས་དྲུག་དང། འབྲེལ་ཟླ་མ་དམིགས་པ་བཞིར་ངེས་པས། རྣམ་ངེས་ལས། དེ་ལྟ་ན་མི་དམིགས་པ་འདི་ནི་སྦྱོར་བའི་བྱེ་བྲག་གི་རྣམ་པ་བཅུ་ཡིན་ནོ་ཞེས་གསུངས་ཀྱི། དེ་ལས་གཞན་དུ་འདོད་པ་དག་བསྟན་བཅོས་ཀྱི་དགོངས་པ་མི་གསན་སོ། ད་འདས་ལ་ཡང་འགའ་དམིགས། རྟགས་དེ་ལ་བཅུ། ད་ལྟ་འདས་ཀྱི་མ་གའི་ལེའུ་བཞི་བའི་མཐའ་ལ་བསྟན་ཡང་ཕན་ཚུན་སྤང་འགའ་ལ་བརྟེན་པའི་འགའ་དམིགས་ཀྱི་རྟགས་གཅིག་ཞེས་ནི་བཅུ་གཅིག་ཡོད་རེད། ད་ལྟ་འདས་ཀྱི་ལེའུ་བཞི་བ་འདི་བར་མ་བརྩིས་ནི།

མཐོང་སོང། ལྷན་སྐྱེས་མི་ནི་འགའ་ལ་བརྟེན་པའི་མ་དམིགས་པའི་རྟགས་ཡང་དག་བཅུ་གཅིག་ཡོད་དེ། དེ་ཚེ་དུས་ཁྱད་མཚར་བཞི་བོ་གཅིག་ཆགས་པ་རེད། མ་མཚན་གཞི་བཞག་ཡོང་དུས། ནི། འབྲས་རྟགས་མ་དམིགས་པ་བཞི་དེ་ཡང་བཞག་བཞག་ཡོད་རེད། རེད་བ། དེ་ལ་ཡང་སྔས་མ། ཤ་ཚིག་གི་འདི། དཔེ་ཆ་ཡག་ག་ཅིག་ཡོད་རེད། ཁོས་ང་ལ་དྲིས་ནས། ནི་འདི་ག་རེ་རེད། རྗེ་བཙུན་རྣམ་འགྲེལ་གྱི་ནང་ལ་ཡང། འབྲས་རྟགས་མ་དམིགས་པའི་རྟགས་ཡང་དག་དེ་ཚོ་གང་གཱ། ལྷན་སྐྱེས་མི་ནི་འགའ་ལ་བརྟེན་པའི་མ་དམིགས་པའི་རྟགས་ཡང་དག་ཡིན་ཟེར་གྱི་འདུག་བ། དེ་ག་འདྲས་ཞིག་ནི་བཞག་གི་ཡོད་རེད། ངས་དེ་དུས་གོང་ལན་ཁ་དུས་བྱུང་མ་སོང། ཨོ་ད་དེ་ག་རེ་རེད་ཅེས་ལབ་ཀྱི་ཡོད་ན་ཟེར་ཡག་ཅིག་མ་གཏོགས་བྱུང་མ་སོང། དེ་ཞུ་སྒོ་ལ་ཡང་ཨ་ནི་རྒན་རིན་པོ་ཆེ་ལ་བཀའ་འདྲི་ཞིག་ཞུས་པ་ཡིན། དེ་ཨ་ནི་རྒན་རིན་པོ་ཆེ་གིས་ད་དེ་ཨ་ནི། གར་སོས་དགོས་རེད་ད་ང་རང་ཚོ་ཡིན་ན་ཡོད་པར་འཛིན་པའི་བློ་དང་མེད་པར་འཛིན་པའི་བློ། གཉིས་པོ་དེ་ལྷན་ཅིག་ཏུ་གནས་མི་གནས་ར་ཅེས་བསམ་བློ་བཏང་ས་ཡོད་ན་མེད་ན་འདྲ་བོ་ཞིག་སོང་ཡ་མ་གཏོགས་ལན་གསལ་བོ་ཞིག་གནང་མ་སོང་རེད་པ། ཡིན་ན་ཡང་ཞུ་སྒོ་དེ་ལ་ཅིག་ལྟ་དུས་གོང་ལ་ཡང་ལན་ད་ཏག་ཏག་ཟེར་མཁན་རེག་གི་ཡོད་ན་མེད་ན་མི་ཤེས་ཏེ།

དང་པོ་ནི་གསུང་བ་རེ་རྣམ་ངེས་འཁྲི་ཤིང་གི། ལྷན་སྐྱེས་མི་གནས་འགའ་ལ་བརྟེན་པའི་མི་དམིགས་པའི་རྟགས་ཡང་གཏན་ཚིགས་ཡང་དག་འདི་ནི་ཆོས་ཅན། སྦྱོར་བའི་བྱེ་བྲག་གི་རྣམ་པ་བཅུར་ངེས་པ་ཡིན་ཏེ། འབྲེལ་ཡུལ་མ་དམིགས་པ་བཞི་དང། འབྲེལ་བདག་མ་དམིགས་པ་བཞི་སྟེ་བྱ་ཚ་གསུང་བ། དགག་བདག་དམིགས་པ་དྲུག་ཏུ་ངེས་པ་དེ་ལྟར་ན་ཡི་ཕྱིར། ལྷན་སྐྱེས་མི་གནས་འགའ་ལ་བརྟེན་པའི་དགག་བདག་བཅུ་པོ་འདི་ལས་མང་བར་འདོད་པ་ནི་རྟོག་པས་སྒྲོ་བཏགས་པ་འབའ་ཞིག་གོ། དེ་གསལ་བོ་ཞེ་བོ་འདུག་བ། དེ་ཉིད་ཞུ་སྒོ་ལ་ལབ་རྒྱུ་བཞིན་ཁོ་ལ།

ལྷན་སྐྱེས་མི་གནས་འགའ་ལ་བརྟེན་པའི་འགའ་མེད་ཀྱི་རྟགས་ཡང་དག་ཟེར་ཡ་དང་ལྷན་སྐྱེས་མི་གནས་འགའ་ལ་བརྟེན་པའི་མ་མེད་པའི་རྟགས་ཡང་དག་ཟེར་དུས་ཁྱད་པ་ཡོད་ས་རེད། ད་ལྟ་སྐྱེས་བུ་དེ་ལ་ལྷན་སྐྱེས་མི་གནས་འགའ་ལ་བརྟེན་པའི་འགའ་མེད་ཀྱི་རྟགས་ཡང་དག་དྲུག་ཡོད་ཟེར་གྱི་འདུག་ཨ། ལྷན་སྐྱེས་མི་གནས་འགའ་ལ་བརྟེན་པའི་མ་མེད་པའི་རྟགས་ཡང་དག་བཅུ་གཅིག་ཡོད་ཟེར་གྱི་འདུག་ཨོ། དེ་ཟེར་དུས་དགོངས་ལ་ཡ། ཨ་ནི་ག་རེ་ག་རེ་བསམ་བློ་གཏང་དགོས་ཀྱི་འདུག་ཨ་ནི་རྣམ་པ་ཚོས་ཕར་ཚད་དྲི་བ་བཏང་ནས་ག་འདྲ་རེད་ཤག་གཟིགས་རྒྱུ་བྱས་དེ་ལན་གྱི་དགོས་ཀྱི་ཡོད་རེད་ང་རང་ཚོ་གོ་གི་འདུག་ཨོ་དེ་གཅིག་ཞུ་གོ་དྲན་སོང། ད་འདི་འོ་དེ་ལ་ཡང་བརྒྱ་བསྐྱེད་ཡིན་ད། ད་འདི་ལ། འདི་རི་རི་སོང་བ་རེད། རྩ་བའི་དངོས་སུ་དབྱེ་བ་བཞི་བསྟན་པ་ནི། འགའ་བདག་སྒྲུབ་ནི་འགོག་པ་ལ་དངོས་སུ་གནོད་པས་འགའ་བདག་དང་དངོས་སུ་མི་གནོད་ཀྱང་རྒྱུ་ནི་དངོས་སུ་གནོད་བྱེད་སྒྲུབ་པའི་སྒོ་ནི་འགོག་པས་གཙོ་བོ་འགའ་མེད་གཉིས་པོ་འདིར་འདུས་པ་ཤེས་པའི་ཆེད་དང། འདི་འདི་རི་སོང་བ་རེད། རྩ་བའི་དངོས་སུ་དབྱེ་བ་བཞི་བསྟན་པ་ལབ་དུས། འགའ་མེད་གཉིས། འབྲས་དང་མ་མེད་པ་གཉིས་བཞི་བསྟན་པར། འགའ་མེད་གཉིས་པོ་དེ་ལ་ག་རེ་བསྟན་པར་ལགས་ན། མེ་ཏོག་ཆེན་པོའི་རྟགས་སུ་བཀོད་པའི་རྟགས་ཡང་དག་གཅིག་དང། དོ་བ་དྲག་ཏུ་ཞུ་བའི་ཆུ་བ་རྟགས་སུ་གོ་བས་ཀྱི་ཨ་ནི་རང་བཞིན་འགའ་མེད་དང་འགའ་འབྲས་མེད་པ་གཉིས་བསྟན་པ་རེད། དེ་གཉིས་བསྟན་པ་འདས་སོང་བ་རེད། འགའ་བདག་སྦྲུལ་ནི་མགོ་པ་ལ་ཟེར་ལབ་དུས་དཔེར་ན་འགའ་བདག་མེད་ལྟ་བུ་དེ་སྦྲུལ་ནི་ཨ་ནི་གྲང་རེད་དེའི་འགའ་བདག་གྲང་རེད་ལྟ་བུ་དེ་མེད་པར་སྦྲུལ་ཡོང་གི་ཡོད་རེད་བ་འགའ་བདག་སྦྲུལ་ནི་མགོ་པ་ལ་དངོས་སུ་གནོད་པའི་འགའ་བདག་དང་ཟེར་ལབ་དུས་དངོས་སུ་གནོད་བྱ་གནོད་བྱེད་དུ་འགྲོ་བདེ་ངེས་ཀྱི་འགའ་བདག་མེད་སྦྲུལ་ནི་གྲང་རེད་མགོ་པ་གཅིག་དང། རྒྱུ་ནི་དངོས་སུ་གནོད་བྱེད་སྦྲུལ་པའི་འགའ་བདག་ཟེར་དུས་དངོས་སུ་གནོད་པ་མ་ཡིན་ན་ཡང་རྒྱུ་ནི་དངོས་སུ་གནོད་པས་ནི་འགའ་ལྟ་ཅི་འགྲོ་ཡོང་དུས་གང་ལ་དོ་བ་ལྟ་བུ་དེ་དངོས་སུ་གནོད་པ་མ་རེད་དེ། རྒྱུ་ནི་དངོས་སུ་གནོད་བྱེད་དང་འགྲོ་སྒྲུབ་པའི་སྒོ་ནས་འགོག་པ་དེ་གཙོ་བོ་འགའ་མི་གཉིས་པོ་ནི་འདུས་པ་ཞེས་པའི་ཆེད་ཡིན་སྲིད་དུས་མདོར་ན། འགའ་བདག་མ་འགའ་བདག་མེད་པའི་ནི་འགྲེལ་པ་ལྷན་སྐྱེས་མེད་ནི་འགའ་ལ་བརྟེན་པའི་འགའ་མི་གཉིས། དང་ལྟ་གཏན་ཚིགས་མེད་ཡི་དྭགས་སུ་བཀོད་ནས་གྲངས་རིག་མེད་པར་སྒྲུབ་པ་དང་དེ་རིགས་ཀྱི་རིགས་དེ་གང་གཱ། ཡང་ན་དངོས་སུ་གནོད་བྱེད་ཀྱི་སྒྲུབ་ནི་དེའི་གནོད་བྱ་འགོག་པ་དང། ཡང་ན་རྒྱུ་ནི་དངོས་སུ་གནོད་བྱེད་ཀྱི་སྒྲུབ་ནི་དེའི་གནོད་བྱ་འགོག་པ་གཉིས་ཡོད་རེད། འོ་དེ་ཤེས་པར་བྱ་བའི་ཆེད་དུ་ཡིན་གྱི། ད་འབྲེལ་ཡུལ་བཀག་ནི་འགོག་པ་ལ་དོན་གཞན་དང་དོན་གཞན་མ་ཡིན་པ་བཀག་པ་གཉིས་སུ་ངེས་ལ། རེད་པ། ཡང་འབྲེལ་ཡུལ་བཀག་ནི་འགོག་པ་ལ་ལབ་དུས་འབྲེལ་ཡུལ། མེ་ལྟ་བུ་བཀག་ནི་དེའི་འབྲེལ་ཟླ་དོ་བ་ལྟ་བུ་བཀག་པས་འབྲེལ་ཟླ་མ་མེད་པ་གཅིག་ཡོང་དགོས་རེད་པ། ཨ་ནི་ཡང་འབྲས་ཡུལ་བུམ་པ་ཚད་མི་དམིགས་པ་ལྟ་བུ་དེ་བཀག་ཅིག་བུམ་པ་ཚད་མི་མ་དམིགས་པའི་རྟགས་ཀྱིས་ཨ་ནི་ཡང་འབྲུ་བཞིའི་ཆུས་བུམ་པ་མེད་པར་སྒྲུབ་ཅིག་འགྲོ་ཡ་ཅི་ཡོད་རེད་བ། དེ་ཡིན་ཙང་དེ་ལ་ག་རེ་ཟེར་ན་དོན་གཞན་དང་དོན་གཞན་མ་ཡིན་པ་བཀག་པ་གཉིས་སུ་ངེས་པ་རེད་ལབ་དུས་བདག་གཅིག་གི་འབྲེལ་བའི་འབྲས་ཡུལ་བཀག་ནི་འགོག་པ་གཅིག་དང་དེ་གཞུང་གི་འབྲེལ་བའི་འབྲས་ཡུལ་བཀག་ནི་འགོག་པ་གཉིས་ཡོད་རེད། དོན་གཞན་དང་དོན་གཞན་མ་ཡིན་པ་ཟེར་དུས་རྫས་ཐ་དད་པའི་འབྲས་ཡུལ་བཀག་ནི་འགོག་པ་གཅིག་དང

འོ་དོ་ཞེས་དུས་གོང་ལ་དེ་གཉིས་སུ་ངེས་པར་ཤེས་པའི་ཆེད་དུ། ནི་མཚན་གཞི་འདྲ་བོ་དེ་ལ་གཞི་བསྟན་པ་ཡིན། འགའ་མི་གཉིས་དང་འབྲེལ་པ་དང་མ་འབྲེལ་པ་གཉིས་དངོས་སུ་བསྟན་པ་དེ་ཆེད་དུ་ཡིན་ལ། འབྲེལ་པར་གཉིས་ཁ་བསྐང་བ་ནི་སོང་བ་རེད། འབྲེལ་པར་ཟེར་ཡ་དེ་རང་འབྲེལ་རེད་གོ་གི་འདུག་ཨང། རང་འབྲེལ་གྱི་སྐབས་སུ། རྟགས་གཉིས་ཁ་བསྐང་བ་ནི་རང་བཞིན་འགའ་དམིགས་དང་རང་བཞིན་མ་དམིགས་པ་གཉིས་ཀྱིས། རྟགས་གཞན་འཕེན་པའི་ཚུལ་ཤེས་པར་བྱ་བའི་ཆེད་དུ་མཚོན་ཏེ་བསྟན་པ་ཡིན་ནོ། ད་འདས་ལ་ཡ། ཞེས་ཚུར་དཔེ་མང་པོ་བྱས་པ་རེད། རེད་པ། ད་ནམ་རྒྱུན་བརྟག་ས་བཙུད་ས་དེ་འདི་མང་པོ་བཙུད་གི་རེད། དེ་བྱེད་དུས། ད་འདས་ལ་དོགས་གཅོད་མང་པོ་བཅས་འདྲ་མི་འདྲ་བྱེད་ཀྱི་རེད་དེ། ད་འདི་སྔས་མ་རྒན་རིན་པོ་ཆེ་ལ་ཞུས་པ་རེད་རྒན་རིན་པོ་ཆེ་གིས་གསལ་བོ་མང་པོ་ཅིག་གསུངས་སོང་དེ་འདི་ཁ་དུས་དེ་ལ་རྒན་རིན་པོ་ཆེ་གིས་འདི་གནང་གི་ཡོད་རེད། རྒྱུ་འགའ་མིག་དང་རྒྱུ་དང་འགའ་བའི་འབྲས་བུ་མིག་པ་གཉིས་ཁ་བསྐང་བ་ལ་བྱ་སྟངས་གཅིག་དང། ཡང། དངོས་འབྲས་མ་མིག་པ་དང། ཨ་ནི། འབྲས་བུ་འགའ་མིག།

འདི་སྐབས་སུ་འགྲེལ་པ་གཉིས་ཁ་བསྐང་ཡ་ཟེར་ཡ་གི་གཉིས་ཁ་བསྐང་ཡ་དེས་ཆ་ཤས་འགའ་དམིགས་དང་ཨ་ནི་ཆ་ཤས་མ་དམིགས་པ་གཉིས་རེད་ཤག་ངས་རྒན་ལ་ཞུས་པ་ཡིན། ཨ་གང་ཞིག་ནས་གསུང་གི་འདུག་ཨ་འདི་ཞུས་འདི་དགོས་ལ་ཨ་ནི་ག་རེ་ཟེར་ན་རང་འགྲེལ་ཁོ་རང་ལ་བལྟས་པ་ཡིན་ན་ཨ་ནི་དེ་གཉིས་ཁ་བསྐང་ཤག་ཟེར། དེ་མ་གཏོགས་པའི་རང་འགྲེལ་ཁོ་རང་གི་ནང་ལ་སྤྱི་བཏང་ནས་ཁོ་རང་ལ་ཡ་རྟགས་བརྒྱད་མ་གཏོགས་བསྟན་མི་འདུག་ཟེར། རྟགས་བརྒྱད་ཀྱི་ནང་ནས་རྩ་བའི་དངོས་བསྟན་བཞི། དེའི་སྒང་ལ་ཡ་འགག་འགག་སྤོང་གི་སྐབས་སུ་བསྟན་པ་གཉིས།

འོ་དེ་རེད། དེ་ཡོང་གི་འདུག་དགོངས་ལ་དེ་འདྲའི་འདུག་ཟེར་ནས་ངས་ཞུས་པ་ཡིན། རེད་པ། དེས་ངས་རྒྱལ་ལ་ཡ་ཡང་འཇགས་ཚུལ་སྤོས་ནས། འདུག་ཟེར་ནས་ཁེལ་གྱི་ཡོད་ག་རེ་རེད་ཟེར་ལབ་པ་ཡིན་ན་འདི་འདྲའི་བྱས་ནས་སོང་ཞག་འདུག་རྣམ་པ་ཚོས་དེ་བསམ་བློ་བཏང་དང། རེད་པ། རང་བཞིན་འགའ་མི་དངོས་སུ་བསྟན་པའི་ཆ་ཤས་འགའ་མི་ཤུགས་ལ་བརྟེན་ཟེར་གྱི་ཡོད་རེད། རང་བཞིན་མ་དམིགས་པ་དངོས་སུ་བསྟན་པའི་ཆ་ཤས་མ་དམིགས་པ་ཤུགས་ལ་བརྟེན་ཟེར་དེ་ཤུགས་བསྟན་འགྲོ་སྟངས་ཏག་ཏག་ཡོད་རེད་གོ། འགྲོ་བ་ཆ་མཉམ་པ་བཀག་པའི་འགོག་ཡོང་དུས་རང་བཞིན་འགའ་མི་དེ་གི་རྟགས་ཡང་དག་འགོག་ཐུབ་ཀྱི་ཡོད་ན།

དཔེར་ན་འདི་ན་བག་མོས་རེད་པ་མེད་དེ་མེ་ཡོད་པའི་ཕྱིར་རོ་ཞེས་བྱ་བ་ལྟ་བུའོ། འོ་དེ་གསལ་བོ་ཞིག་བྱུང་བ་རེད་གོ་སོང། རང་བཞིན་འགའ་མེད་དེ་གི། དངོས་སུ་རང་བཞིན་འགའ་མེད་བསྟན་འོང་དུས་ཤུ་བསྟན་ལ་ཡང་བྱ་བྱེད་འགའ་མེད་ཡོད། ཡང་འབྲེལ་བ་རུ་ཟེར། རང་བཞིན་མ་མེད་རང་བཞིན་མ་གྲུབ་པས་ནི་དེ་ལ་ཡང་ཤུ་བསྟན་བྱ་ཡོད། དཔེར་ན། འདི་ན་དོ་བ་མེད་དེ་མི་མེད་པའི་ཕྱིར་རོ་ཞེས་བྱ་བ་ལྟ་བུའོ། འདིས་ནི་འཆར་བ་ཞེས་པའི་རང་བཞིན་མ་གྲུབ་པ་ཡང་བཤད་དེ་དཔེར་ན་འདི་ན་ཤིང་ཤ་བ་མེད་དེ་ཤིང་མེད་པའི་ཕྱིར་རོ་ཞེས་བྱ་བ་ལྟ་བུའོ། རྟག་ཏུ་བ་རང་བཞིན་འགའ་མེད་རང་བཞིན་མ་དམིགས་པ་དངོས་སུ་བསྟན་པའི་ཆ་བྱད་མ་མེད་པའི་ཤུགས་ལ་བསྟན་ཟེར་ནི་འོ། ད་དེ་དཔེ་གསལ་བོ་ཞིབ་བོ་ཅིག་ཏུ་རེ་བ། དེ་ལ་ཡང་ཐར་ལམ་གསར་བཞེངས་ཀྱི་དགོངས་པ་ལེན་སྟངས་དེ་ལ་བྱས་ཙང་རྩ་བ་དེའི་སྐབས་ལ་རེ་བ་རྩ་བ་ཤོ་ལོ་ཀ་གཅིག་པོ་དེའི་སྐབས་ལ་དངོས་བསྟན་བཞི། ཤུགས་བསྟན་གཉིས་དང་དྲུག་ཡོད་རེད། འགའ་དཔུང་བོ་སྐབས་སུ་གཉིས་བསྟན་གྱི་རེད། ཤ་ལྕགས་གླུའི་བཞད་པ་ཞིག་ན་རྩ་བ་ལ་ཡ་གི་རྩ་བའི་ཤོ་ལོ་ཀ་སྤྱི་བོ་དེའི་སྐབས་སུ་རྒྱལ་ཁ་བསྟན་གི་རེད་ལབ་དུས་ཐར་ལམ་ས་ཞིག་གང་ན་སོང་ཡོད་རེད་ཟེར་ན་རྒྱལ་ཁ་བསྟན་པའི་དབང་དུ་བྱས་ན་ཡང་རང་འདྲའི་དགའ་བ་གང་ཡང་མེད་རྒྱལ་ཁ་བསྟན་པའི་དབང་དུ་བྱས་ན་དེ་ལས་ལྷག་ཅིག་རང་འདྲའི་གི་ནང་ལོགས་ལ་ཡ་ཁ་གང་ཡང་མེད་འོ་དེ་སོང་ཡོད་རེད་དེའི་དགོངས་པ་ལེན་སྟངས་དེ་རྩ་བའི་གི་ཚིག་ཟིན་གི་དགོངས་པ་སྤྲད་ཡོང་དུས་ཁོང་ལ་ད་ལྟ་དྲུག་དེ་མ་གཏོགས་བསྟན་སྟངས་མེད་པ་ཡིན་ཚ་ཐར་ལམ་ས་ཞིག་གི་དགོངས་པ་དེ་བཞིན་ནི་དགའ་བོང་དཀར་ས་གཉིས་ཞེས་པ་དེ་རེད། པཎ་ཆེན་ཤཱཀྱ་ལོའི་དགོངས་པ་ལན་ས་དེ་ག་རེ་རེད་བྱ་ཟེར་བ་ལབ་པ་ཡིན་ན་རྟགས་བརྒྱད་བསྟན་ཚུལ་གསུངས་པ་དེ་ལ་རང་འགྲིག་གི་ཚིག་འདི་འདུག་ཨང། དེ་དང་འགལ་བ་གྲུབ་པ་དེ་ཡང་གོང་དུ། རྒྱུ་མ་གྲུབ་པ་ཁོ་ནི་བསྟན་པ་ཡིན་ནོ་ཟེར་ལབ་བྱ། རང་འགྲིག་གི་ཚིག་རེད་གོ་སོང་ཨང། དེ་དང་འགལ་བ་གྲུབ་པ་དེ་ཡང་གོང་དུ་རྒྱུ་མ་གྲུབ་པ་ཁོ་ནི་བསྟན་པ་ཡིན་ནོ་ཟེར་དེ་ལ་དུས་འགའ་སྤོང་བའི་སྐབས་སུ་རྒྱུ་མ་དམིགས་པ་དང་སྐབས་སུ་རྒྱུ་འགའ་དམིགས་དང་རྒྱུ་དང་འགལ་བའི་འབྲས་བུ་དམིགས་པ་གཉིས་བསྟན་པ་དེ། གོང་དུ།

ཤུལ་བསྟན་གཉིས་བཤད་ཅིང། དེ་ལས་མང་བ་མ་བཤད་པའི་ཕྱིར་གསུངས། གོ་སོང་བ་ལེའུ་དུ་མ་དག་ཆོད་ལ། དེ་ལྟར་ཡང་ཐར་ལམ་ས་བཅད་ལས། ཨ་ནི་འགྲེལ་བར་གཉིས་ཁ་བསྐང་བ་ནི་གསལ་ཁ་བླངས་ཏེ་དྲངས་པ་རེད། དེ་དག་འགའ་དང་འབྲས་བུ་དག་འགྲོ་དང་ཞེས་པའི་སྐབས་སུ་ཤུལ་བསྟན་གཉིས་བཤད་ཀྱི་དེ་ལས་མང་བ་མ་བཤད་པའི་ཕྱིར། རང་འགྲེལ་དུ་ཤུལ་བསྟན་གཉིས་བཤད་ཀྱི་དེ་ལས་མང་བ་མ་བཤད་པའི་ཕྱིར། དེ་ལྟར་ཡང་ཨ་ནི་ཐར་ལམ་ས་བཅད་ལས་ཟེར་ནི་ད་ལྟ་འགྲེལ་བར་གཉིས་ཁ་བསྐང་བ་གསལ་ཏེ་དྲངས་ཡོང་དུས་འགྲེལ་བར་གཉིས་ཁ་བསྐང་རྒྱུ་དེ་ཤུལ་བསྟན་གཉིས་པོ་དེ་ཡིན་པ་དག་གི་རང

རྒྱུ་འགའ་མེད་དོ་རྒྱུ་དང་འགའ་བའི་འབྲས་བུ་མེད་པ་གཉིས་ཡང་བསྟན་ཆོག་གོ་རེད། ཟེར་ཡ་ཞིག་ཨ་ནི་གོ་མཚོན་དེ་བསྟན་པ་ཡིན་ནོ་ཟེར་ལགས་ན། ཁོ་རྒྱུ་ལས་ཀྱི་དུག་དྲན་གྱི་འདུག་ད་དེ་བསམ་བློ་གཏང་རྒྱུ་ཞིག་རེད་བ། འོ་དོགས་ཟེར་གྱི་ནི་དེ་གཅིག་རེད། དེ་ཡང་ནམ་རྒྱུན་གནད་འགག་རེད་ཅེས་བརྩི་གི་རེད་བ་འོ་དོགས་ཟེར་རེད།